ཐབས་མཁས་ཐུགས་རྗེ་ཤཱཀྱའི་རིགས་སུ་འགྲོ་བ་ཞིང་གི་མེ་ཏོག་དུས་ཀྱི་དཔུང་འབྱུང་བ་གསེར་གྱི་ལྷུག་པོ་ལྟ་བུ་གཅེར་བུའི་སྐུ་ཤཱཀྱའི་རྒྱལ་པོའི་ཆོས་ལ་གུས་ཕྱག་འཚལ། སྟོན་པ་བཀའ་དྲིན་ཅན་ལ་གུས་ཕྱག་སྔོན་དུ་བཏང་བའི་སྒོ་ནས། ད་དེ་རིང། རྩོམ་སྒོམ་པ་བསྟན་དང་བསྟན་པར་བྱས་པ་ས་ཆ་ལེགས་པར་སྤྲོ་བའི་གི་སྐབས་རྟེན་འབྲེལ་ཁྱད་པར་ཅན་དེ་ན་ལ་ཡ་ཨ་ནི། ལྷོ་བྲག། གཏེར་སྟོན་གུ་རུ་ཆོས་དབང་གི་གདུང་རྒྱུད་འཛིན་མཁན། གདུང་སྲས། བླ་མ་པདྨ་ཚེ་དབང་རིན་པོ་ཆེ་དབུས་པདྨའི་གཡས་ནས་བཞུགས་པའི་གི་སྐྱབས་གནས། རབ་བྱུང་ངུར་སྨྲིག་གི་སྡེ་དང། གཡོན་ནས་ཞུགས་པའི་རྒྱན། སྔགས་འཆང་ལྕང་ལོ་ཅན་གྱི་ལྡེའུ་གཙོས་པའི་རྒྱན། ནི་གཞུང་འགྲེལ་དང་གཞུང་འགྲེལ་མ་ཡེངས་པའི་རྒྱན་མི་སྣ་ཁག་དང་དེ་ག་ན་བཞིན་གྱི་རྩོམ་མི་མང་གིས་མི་སྣ་ཁག་ཆ་ཚང་ལ་ཡང་གུས་པས་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཆོག་པ་བཞིན། དང་པོ་དེ་ག་རེ་ཡིན་ཟེར་ན། ད་དེ་ལྟ་བུའི་གཙུག་ལག་ཁང་བསྟན་དང་བསྟན་པར་བྱེད་པ་ལེགས་པར་གྲུབ་པ་འདི་ད་ཅིའི་དགོངས་དུ་གསུངས་པ་ན་བཞིན་རེད་འདུག་སེ་བླ་མ་རིན་པོ་ཆེ་མཆོག་གིས་དཀའ་ལས་མང་པོ་ཞིག་བརྒྱབ་ནས་འདུག། བཙུར་བ་འདི་ཚང་མའི་མཁྱེན་གསལ་རེད། ངོ་མ་བྱས་ན། ད་ང་དུང་སི་བླ་མར་ཉེར་མོ་ཞིག་མཉམ་དུ་གཤིབ་ནས་ལོ་མང་པོ་རེད། ཁོ་རང་གོམ་པའི་སྔོན་ནས་གང་དྲག་དྲག་ཡག་ཐག་ཆོད་ཡོད་རེད། དེ་ག་ནང་བཞིན་གྱི་ཀན་ན་ཀྲ་ལ་ཡག་གྲངས་གོམ་པ་བརྟེན་ན་བརྟན་པར་བྱས་པ་ཆགས་བཏང་ནས་མཐུན་རྐྱེན་ཕུན་སུམ་ཚོགས་པ་ཡོད་རེད། ཁོ་རང་དེ་འདྲའི་དཀའ་ལས་བརྒྱབ་ནས་ལུང་པ་ཁུག་ཀྱོག་དེ་འདྲ་ཞིག་ལ་དེ་འདྲའི་གོམ་པ་རྒྱག་དགོས་ཡ་ཁོ་རང་ངོ་ནས་གོ་གི་ཡོག་མ་རེད། ཁོ་རང་སྐྱིད་པོ་བྱས་ནས་དེ་ནས་ལྷོད་ལྷོད་བྱས་ནས་བཞུགས་ཆོག་གི་ཡོད་རེད། གཅིག་བྱས། གཉིས་པ་དེ་ཁོ་རང་གི་ད་ལྟ་དགོན་པ་དེའི་འགྲོ་སོང་མང་པོ་ཞིག་བཏང་བའི་རྒྱབ་སྐོར་མང་ཆེ་བ་ཞིག་ཁོ་རང་སྒེར་གྱི་དཔེ་ཤག་རེད་མིག་གིས་ཕུལ་བཞག་རྒྱུ་སྒེར་གྱི་དཔེ་ཤག་དགོན་པའི་དཔེ་ཤག་དེ་འདྲ་རྩ་གནང་ཡོད་མ་རེད་བྱས་ཙང། བླ་མ་གཞན་དག་ཅི་ལྟ་བུ་ཡིན་ན Retire བྱས་ནས་ཁང་པ Building སྐྱིད་པོ་ཅིག་ནང་ལ་ཡང Facility ཡག་པོ་ཅིག་ནས་བཞུགས་ཆོག་གི་ཡོད་རེད་ཡིན་ན་དེ་བཞུགས་གནང་ཡོད་མ་རེད། གསུམ་མི་མང་གི་ཆེད་དུ་བསམ་བློ་བཏང་ནས་ཨ་ནི་ས་གནས་དེ་འདྲའི་ལས་ཀ་ལས་ཁག་པོ་འགྲོ་ཁག་པོ་འགྲོ་སོང་ཆེན་པོ་དེ་འདྲ་ཞིག་ནང་ལ་འདུག་ཆགས་གདའ་བ་དེ་ཁྱེད་རང་ཚོ་ཚང་མིག་གི་རྩོམ་མི་མང་གི་ཆེད་དུ་ཡིན་པ་ཡིན་དུས་དེ་འདྲ་རེད། དེ་དང་མཉམ་དུ་ང་ཡི་མགོ་ཐོག་ཁ་ལ་ཡང་ཞལ་བྱང་ཞིག་དོ་དེ་ན་ག་རེ་གཟིགས་འདུག། སྔགས་བཀླག་གྲངས་གོམས་པ་ཟདུ་བས་རྩོམ་གོམས་པ་ཟདུ། རྩོམ་གོམས་པ་ཞེས་པ་ནི་དེ་ཡིན་དུས་ད་ཅི་གོང་དུ་ཞུས་པ་ན་ཞེས་རྩོམ་ཆ་ཚང་གི་སྟོད་སྨད་བར་གསུམ་གྱི་ཆ་ཚང་གི་དང་མ་འོངས་པ་ལ་ཡ་གཅིག་རང་ཉིད་ཨ་ནི་གཅིག་བསོད་ནམས་ཀྱི་ཚ་ཡ་ཚོགས་བསགས་ཡ་དང་ཁ་འདོན་དགེ་སྦྱོར་བྱེད་ཡ་དང་ཆོས་འབྲེལ་ཞུ་ས་དང་དབང་ལུང་ཞུ་ས་དང་སྨྱུང་གནས་ཞུ་ས་ལ་སོགས་པའི་ཆེད་དུ་བཙུགས་པ་ཡིན་དུས། ད་དེ་འདྲའི་དགོངས་པ་ཅིག་དཀའ་ལས་བརྒྱབ་འགྲོ་སོང་བཏང་ནས་ཚར་ཚར་རེ་བྱས་ལ་དེ་རིང་གཞས་ཞབས་བྲོ་འཁྲབ་སང་ཉིན་ནས་ཕར་བརླག་འགྲོ་ན་དཔེ་ཕངས་པོ་རེད། ང་རང་ཚོའི་ཝཱ་ར་ན་སི་ལ་སྐྱབས་རྗེ་ཁྲོམ་ཀུ་རིན་པོ་ཆེ་མཆོག་ནས་ཕྱག་བཏབ་པའི་གྱི་སྦར་ཇཱ་བི་དེ་ཡ་གཙུག་ལག་སློབ་གཉེར་ཁང་ཟེར་མཁན་ཅིག་དབུ་འབྱེད་སྐབས་སུ་ལ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ཕེབས་རེད་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོ་ལ་རེད། དེ་དུས་ང་ལས་ཁུངས་ན་ལས་ཀ་ལས་ཀྱི་ཡོད་རེད། ྋགོང་ས་སྐྱབས་མགོན་རིན་པོ་ཆེ་བཀའ་སློབ་ག་རེ་ཕེབས་སོང་ཟེར་ན། ཨ་ཙི་དགོངས་པ་དེ་འདྲ་ཡག་པོ་ཅིག་བཞེས་མི་འདུག་གདའ། ད། གོམ་པ་འདི་དཀའ་ལས་བརྒྱབ་ནས་བཞེངས་ཚར་བའི་རྗེས་ལ་ད་ནི་གོམ་པ་འདི། འགྲེམས་སྟོན་ཁང་མ་རེད་ད། Museum། མ་རེད། འདི་ན་ལྷ་སྐུ་འདྲ་ཁ་ཤས་ཤབ། མཆོད་པ་ཁ་ཤས་ཕུལ་གཡུག་བྱ་ཡ་མ་རེད་ད། Tourist། ཁ་ཟས་ཡོང་སྤར་བརྒྱབ་འདྲ་ཡ་མ་རེད་ད། ད་གོམ་པ་བཞེངས་ཚར་བའི་རྗེས་ལ་དེའི་ནང་ལ་ཡིན་གཅིག་མིན་གཅིག། ཆོས་དང་འབྲེལ་བའི་སྒོ་ནས་གྲུབ་ཆེན་ཚོགས་ཡ། དེ་ག་ན་ཞིག་གི་ནང་ཆོས་ངོ་སྤྲོད་བྱེད་ཡ་སྨྱུང་གནས་ཚོགས་ཡ། གང་ལྟར་ཆ་ཚང་གཅིག་ཆོས་དང་འབྲེལ་བ་ཡོད་པའི་གི་མཛད་པ་གཅིག་གནང་ཐུབ་པ་ཡིན་ན་ནས་དུང་ས་བླ་མ་དཀའ་ལས་རྒྱག་པ་འདི་དོན་དག་ཡོད་པ་ཅིག་ཆགས་ཡོད་དེ་མ་གཏོགས་གཞས་ཞབས་བྲོ་ར་བྲག་དེ་ནས་ཆང་རག་འཐུང་ཨ་རག་ར་འཐུང་འདུག་བྲོ་ཞབས་ཡིན་ན་དེ་གོ་བ་རྒྱག་པ་ལ་ཕན་ཐོག་གང་གང་བྱུང་ཡོད་མ་རེད་གཅིག་གཅིག་གཉིས་པ་དེ་ད་ཆང་དང་ཨ་རག་ཡ་ངའི་འདྲེས་ད་དེ་འདི་ད་ངེད་མ་སྐྱེས་ཆེན་གྲུབ་ཐོབ་དེ་ཚོ་གི་བཀའ་དྲིན་ལ་བརྟེན་ནས་རྩོམ་མི་མང་པས་སྐལ་པ་བཟང་པོ་སྲོག་གཅོད་སྤངས་ནས་ལོ་བརྒྱ་འཁོར་རྒྱུ་རེད་ཟེར་གི་འདུག་བ། དཔེ་མི་སྲིད་ཡག་པོ་རེད་བཅས་སུ་ཡི་རང་ཞུ་ཡོད་ངེད་ཚོ་ལ།

ཚང་མ་ཕན་ཚུན་ཐུགས་འདོད་ཁྲིམས་གཙང་ཡག་པོ་ཡོང་གི་ཡོད་རེད་བྱས་ན་དེ་ཚོ་དཔེ་གལ་ཆེན་པོ་ཞེ་དྲག་རེད། དེ་ཅིག་ཞུ་འདོད་བྱུང་ཟེར་རིན་གལ་ཆེན་པོ་ཡིན་འདུག་རིན་པོ་ཆེ་གི་ན་ནིང་ཕྱག་བརྐྱངས་ཚར་ཏེ་ད་དུང་ཡང་ཁྱེད་ཚོ་བྱེད་འདོད་ཡོད་མི་འདོད་ཡོད་ཟེར་གྱིན་ང་ལ་བཀའ་འདྲིན་གནང་གི་རེད་བ། དེ་ངས་མར་དྲོ་ནས་ཨོ་ཁོ་ཚོ་ཕལ་ཆེར་ཆང་འཐུང་གི་ཞེ་དྲག་མི་འདུག་དེ་སང། རིན་པོ་ཆེ་ལ་ཐུགས་ལྷོད་ལྷོད་གནང་རོགས་གནང། ཆང་ཞེ་དྲག་འཐུང་གི་མི་འདུག་ཟེར་ངས་ཡང་ཞུ་ཆོག་གི་རེད་བ། ཨོ་དེ་རེད་བྱས། ཨ་དོ། དོར་བསྡུས་ན་ག་རེ་ཞུ། ངས་དེ་རིང་ཞུ་འདོད་བྱུང་སོང་ཟེར་ན་དགོངས་པ་དེ། རྩོམ་ཡོད་མི་ཆ་ཚང་གི་ཡིན་དུས་སྐབས་སུ་དེ་ལ་ཡིན་གཅིག་མིན་གཅིག་ཨ་ནི་བེད་སྤྱོད་གནང་རོགས་གནང། སྟོང་པ་བཞག་མ་བཞག་དགེ་འདུན་ལྷག་ལ་མ་འགྱུར་རོ་གྱིས། དེ་སྟེ། ད་གསུམ་པ་འདི་ག་རེད་ཟེར་ན། ད་ལྟ་ང་ཚོ་སྔ་དོན་ཐེངས་མ་གསུམ་པ་ཡིན་རྩོམ་ལ་ཡོང་ཡ་དེ། དེ་ནི་མི་མང་མཉམ་དུ་མང་གཙོ་བཀའ་མོལ་ཞུ་དུས་ག་རེ་གོ་འདུག་ཟེར་ན་དཀའ་ལས་ཁ་ཤོས་ཏེ། ད་སྨན་ཁང་ཡག་པོ་ཞིག་མེད་པ་ལ་བརྟེན་ནས་མི་མང་པོ་ཞིག་ན་ཤོར། ན་དུས་ད་ཚང་མ་སེམས་འདྲོད་ཡོད་དུས་སྐབས་སུ་རང་གི་སྤུན་རྒྱལ་སེམས་འདྲོད་ཡོད་དུས་སྐབས་སུ་ད།